ལྷན་རྒྱས་རྣམ་པ་བདེ་མོ་ཡིན་ན་ང་ཅག་མི་འཚོ་བ་ཡིན། ཨེ་ཞེས་རང་དབང་རླུང་འཕྲིན་ཁང་གི་བཀྲ་ཉི་གསར་འགྱུར་ད་ལྟ་འགོ་འཛུགས་བཞིན་ཡིན་དེ་རིང་གི་གསར་འགྱུར་གཙོ་བོ་གཟིགས་ད་ལྟ་ཉི་ཧོང་ནང་མཛད་འཕྲིན་ཁག་སྐྱོང་བཞིན་པའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དེ་རིང་ཉི་ཧོང་གི་ཞིན་ཏོ་ཆོས་ལུགས་ཀྱི་ཆོས་དཔོན་དང་ལྷན་དུ་ཆོས་ལུགས་རིས་མེད་ཀྱི་འགྲོ་ལམ་སྐབས་ཉི་ཧོང་མི་དམངས་ནས་ཕྱིའི་འཕྲུལ་རིག་དང་ཕྱིའི་དངོས་པོའི་དཔལ་ཡོན་ཡར་རྒྱས་གཏོང་བ་དང་མཉམ་དུ་ནང་སེམས་ཀྱི་ཡོན་ཏན་ཡར་རྒྱས་གཏོང་དགོས་པའི་བཀའ་སློབ་གནང་བ་དང། རྒྱ་གར་གཙོས་ཕྱིའི་རྒྱལ་ཁབ་ཁག་ཅིག་ནས་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་གིས་ད་ལྟ་བཙོན་དུ་ཡོད་པའི་སྤྲུལ་སྐུ་བསྟན་འཛིན་བདེ་བླག་རིན་པོ་ཆེ་ལ་སྨན་བཅོས་ཀྱི་ཐོབ་ཐང་སྤྲོད་དགོས་པའི་འབོད་སྐུལ་ལས་འགུལ་ཞིག་སྤེལ་ཡོད་པ། བོད་ནང་གི་གཞོན་སྐྱེས་རྩོམ་པ་པོ་ཐེ་རང་ལགས་བཙོན་གྲོལ་སྐབས་སྐེ་ལ་དབྱངས་གསལ་ཚོ་བཞིའི་འདའ་ར་དག་ནས་ཡོང་བར་བོད་མིའི་ཁྲོད་དོ་སྣང་བྱེད་བཞིན་པ་སོགས་ཡོད་ཞུ་ནས་ནང་དོན་ཞིབ་མོར་གཟིགས་རོགས་གནང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཉི་ཧོང་གི་ཤིན་ཏོ་ཆོས་ལུགས་ཀྱི་ཆོས་དཔོན་དང་ལྷན་དུ་ཆོས་ལུགས་རིས་མེད་ཀྱི་འགྲོགས་གླེང་སྐབས། ཉི་ཧོང་མི་དམངས་ནས་ཕྱིའི་འཕྲུལ་རིག་དང་ཕྱིའི་དངོས་པོའི་དཔལ་ཡོན་ཡར་རྒྱས་གཏོང་བ་དང་མཉམ་དུ་ནང་སེམས་ཀྱི་ཡོན་ཏན་ཡར་རྒྱས་གཏོང་དགོས་པའི་བཀའ་སློབ་བསྩལ་འདུག། དེ་རིང་ལྟེའི་ཚེས་བརྒྱད་ཉིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཉི་ཧོང་གི་ཞིང་འབྲོག་ཆོས་ལུགས་ཀྱི་ཆོས་དཔོན་དང་ལས་སྣེ་ཁག་གི་ལྷན་དུ་ཆོས་ལུགས་རིས་མེད་ཀྱི་བགྲོ་གླེང་གནང་བའི་སྐབས་གུང་བརྒྱུད་བཀའ་སློབ་སྟེགས་གནང་བ་དང། དེ་བཞིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མུ་མཐུད་དུ་གསུང་དོན། སེམས་རྒྱུད་ཀྱི་ངར་རྒྱུད་ཀྱིས་སེམས་ཀྱི་ཞི་བདེ་མེད་པ་བཟོ་བ་དང་དེར་བརྟེན་དེང་རབས་ཀྱི་ཤེས་ཡོན་ལམ་ལུགས་ནང་འགྲོ་བ་མིའི་ཡ་རབས་བཟང་བོའི་སྤྱོད་པ། ཡར་རྒྱས་གཏོང་རྒྱུ་དང་སེམས་རྒྱུད་དུ་བཟང་བོ་ཡོན་ཏན་གོང་འཕེལ་གཏོང་ཐུབ་ཀྱི་ཐོབ་ཁྲིད་བྱ་རྒྱུ་གལ་ཆེན་པོ་ཡིན། གལ་ཏེ་སྤྱིའི་དངོས་བོ་དཔལ་ཡོན་ཡར་རྒྱས་ཁོ་ན་དང་དཔལ་འབྱོར་བཟོ་སྐྲུན་གྱི་འགྲན་སྲོལ་ཁོ་ན་བསམ་ནས་བསྡད་ན་དེས་སེམས་ལ་དངངས་སྐྲག་དང་ཡིད་ཆེས་དང་དྲང་བདེན་གྱི་སྤྱོད་པ་ཉམས་ཆག་བྱས་ནས་རང་ཤི་རྒྱག་དགོས་པའི་རྐྱེན་རྩ་ཡང་དེ་ལ་ཐུག་ནས་ཡོང་གི་ཡོད་པ་རེད་ཅེས་དཔེ་མཚོན་བཏང་རྗེས་འགྲོ་བ་མིའི་སེམས་རྒྱུད་ཀྱི་བཟང་བོ་ཡོན་ཏན་ཡར་རྒྱས་གཏོང་དགོས་པའི་སྐོར་ལ་བཀའ་སློབ་ཟབ་མོ་བསྩལ་ཡོད། དེ་ནས་ཚེས་དགུ་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འབྲིང་རིམ་སློབ་གྲྭ་ཞིག་ཏུ་ཆིབས་བསྒྱུར་བསྐྱངས་ནས་བཀའ་སློབ་སྩོལ་རྒྱུ་སོགས་ཀྱི་མཛད་འཕྲིན་ཁག་མུ་མཐུད་དུ་སྐྱོང་བཞིན་པ་རེད། ཚེས་བདུན་ཉིན་རྒྱ་གར་རྡ་རམ་ས་ལར་བོད་རང་བཙན་སློབ་ཕྲུག་ཚོགས་པ་དང་སྤྲུལ་སྐུ་བསྟན་འཛིན་བདེ་བླག་རིན་པོ་ཆེའི་ཞབས་ཕྱི་ཚོགས་པ་གཉིས་ཀྱི་གོ་སྒྲིག་འོག་རྒྱ་ནག་གཞུང་གིས་སྤྲུལ་སྐུ་བསྟན་འཛིན་བདེ་བླག་རིན་པོ་ཆེ་བཙོན་དུ་བཅུག་ནས་ལོ་གཅིག་གཉིས་འཁོར་བའི་དུས་དྲན་བྱུང་རྩིས་དང་འབྲེལ་ད་ལྟ་རྒྱ་ནག་གི་བཙོན་དུ་ཚེ་བཙོན་གྱི་ཁྲིམས་ཆད་འཁུར་བཞིན་པའི་སྤྲུལ་སྐུ་བསྟན་འཛིན་བདེ་བླག་རིན་པོ་ཆེའི་ཁྲིམས་ཆད་ཐད་བསྐྱར་ཞིབ་དང་ཁོང་གི་བཀག་གཟིགས་ཧ་ཅང་སྐྱུག་བོ་ཡིན་པས་སྨན་བཅོས་ཀྱི་ཐོབ་ཐང་སྤྲོད་དགོས་པ་སོགས་ཀྱི་དགོས་འདུན་འབོད་སྐུལ་རྒྱ་ནག་གཞུང་ལ་བྱས་ཡོད་པ་མ་ཟད། རིན་པོ་ཆེ་བློ་གྲོས་ཆེད་མཚན་རྟགས་བསྡུ་རུབ་དང་ཆོས་མཁས་པའི་གསུང་བཤད་སོགས་ཀྱང་གནང་ཡོད། དེ་མིན་ཨ་རི་དང་ཧྥ་རན་སི། སུ་སི། སྦེལ་ཇི་ཡམ། ཁེ་ན་ཏྲ། ཧོ་ལན་སོགས་ཀྱི་ནང་དུ་ཡང་དུས་གཅིག་ཏུ་ལས་འགུལ་དེ་སྤེལ་ཡོད་འདུག། ཕྱི་ལོ་ཉིས་སྟོང་གཉིས་ལོའི་ཕྱི་ཟླ་གཅིག་ཉིན་པའི་ཚེས་གཉིས་ཉིན་ད་རྩེ་མདོ་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བས་སྤྲུལ་སྐུ་བསྟན་འཛིན་བདེ་བླག་རིན་པོ་ཆེར་འབར་རྫས་གེགས་གཏོར་དང་མེ་རྒྱལ་ཁ་བྲལ་ལ་ངར་སྐད་སོགས་ཀྱི་ནག་ཉེས་བཙུགས་ནས་ལོ་གཉིས་ཕྱིར་འགྱངས་ཀྱི་སྲོག་ཁྲིམས་དང་ཕྱི་ལོ་ཉིས་སྟོང་བཞི་ལོར་ཚེ་བཙོན་དུ་བསྒྱུར་ནས་ད་ལྟ་སི་ཁྲོན་མེན་ཨང་བཙོན་ཁང་དུ་བཙོན་འཇུག་བྱས་ཡོད་པ་དང་ཁོང་ལ་སྙུང་གཞི་ཕོག་ནས་སྐག་གཟུགས་ཧ་ཅང་སྐྱོ་བོ་ཡིན་པ་ནང་མའི་འགྲེལ་བརྗོད་གནང་ཡོད། བོད་ནས་གོང་དང་གནས་ཚུལ་འབྱོར་བ་ལྟར་ན་མི་ལོ་བཞིའི་བཙོན་འཇུག་ཁྲིམས་ཆད་བཅད་པའི་བོད་ནང་གི་གཞོན་སྐྱེས་རྩོམ་པ་པོ་ཐེ་རིང་ངམ་བཀྲ་ཤིས་རབ་བརྟན་ལགས་ཕྱིར་བདག་གསུམ་པའི་ཚེས་བཅུ་ཤར་གསར་གི་ཉིན་སི་ཁྲོན་མེ་ཡང་བཙོན་ཁང་ནས་བཙོན་དུས་རྫོགས་ཏེ་བློ་གྲོས་སྐབས་སྐེ་ལ་གཡང་སིལ་སོ་བཞི་མདའ་ར་བཏགས་ནས་ཡོང་བར་བོད་མི་ཚོས་དགའ་བསུ་ཆེན་པོ་བྱས་ཡོད་པ་མ་ཟད་ད་ཆ་བོད་ཕྱི་ནང་གཉིས་དང་ལྷག་པར་དུ་བོད་ནང་གི་ཤེས་ཡོན་པའི་ཁྲོད་དེའི་ཐད་ལ་གླེང་སློང་དང་དོ་སྣང་ཡོང་བཞིན་པ་ལྟར་ས་གནས་བོད་མི་ཞིག་གིས་གསུངས་དོན། ཁྱེད་རང་ནི་སྙི་གུ་བཟང་བའི་རྩོམ་པ་པོ་ཞིག་ཡིན་ལ་ཁོས་ད་ཐེངས་དབྱངས་གསལ་སོ་བཞིའི་འདའ་ར་སྐད་ལ་དག་ནས་བཙོན་ཁང་ནས་ཐོན་པ་ནི་ང་ཚོ་བོད་མི་རིགས་ལ་ཡོད་པ་ནི་དབྱངས་གསལ་སོ་བཞི་དང་ང་ཚོའི་ཤོར་མི་ཉན་པ་ཡང་དབྱངས་གསལ་སོ་བཞི་ཡིན་པས་རྒྱལ་ཕམ་གང་ལ་ཐུག་ཀྱང་མི་རིགས་ཀྱི་བླ་སྲོག་དབྱངས་གསལ་སོ་བཞི་ནམ་ཡང་མི་འདོར་བ་དང་བཙོན་ལ་བཅུག་ཀྱང་དབྱངས་གསལ་སོ་བཞི་དོར་མེད་པ་མཚོན་ཡོད་ཟེར། ཡང་གཞན་ཞིག་གིས་རྩོམ་པ་པོ་ཐེ་རང་ལགས་བཙོན་གྲོལ་ཐོབ་པ་དགའ་འོས་པ་ཞིག་ཡིན་མོད་ཁོང་གི། སྐག་ཟུག་གི་འཕྲོད་བསྟེན་གྱི་གནས་སྟངས་དང་མ་འོངས་པའི་རང་དབང་ཐད་སེམས་ཁྲལ་བྱས་འདུག་བོད་མི་གཞོན་སྐྱེས་དང་ལྷག་པར་དུ་ཤེས་ཡོན་པའི་སྡེ་ཡིན་ཟེར་མཁན་ཚོས་ཁོང་གི་བདེན་པ་སྨྲ་བའི་སྙིང་སྟོབས་དང་དུས་ཆེད་དུ་མྱངས་བའི་དཀའ་སྡུག་བརྗེད་མི་རུང་ཞེས་གསུངས་འདུག་ད་ལྟ་རྒྱ་ནག་ནང་གཟིགས་སྐོར་བྱེད་བཞིན་པའི་ཨ་རིའི་རྒྱལ་སྲུང་བློན་ཆེན་ཧེ་གི་དང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ཁྲང་ཝན་ཆོན་རྣམ་གཉིས་ཀྱིས་ཚེས་བརྒྱད་ཉིན་པེ་ཅིན་དུ་མཉམ་འབྲེལ་གསར་འགོད་གསལ་བསྒྲགས་སྤེལ་ཏེ་ཉི་ཧོང་དང་རྒྱ་ནག་བར་ཤར་རྒྱ་མཚོའི་བདག་དབང་རྩོད་རྙོག་སོགས་ཀྱི་གནད་དོན་ཐད་གདོང་དང་གདོང་གཏུག་ནས་གླེང་མོལ་བྱས་ཡོད་ལ། ཨ་རིའི་རྒྱལ་སྲུང་བློན་ཆེན་ནས་གྲོས་མཐུན་མ་བྱུང་སྔོན་ལ་རྒྱ་ནག་ཕྱོགས་གཅིག་ནས་ཤར་རྒྱ་མཚོའི་མཁའ་དབྱིངས་སྲུང་སྐྱོབ་ཀྱི་ངོས་འཛིན་ཁྱབ་ཁོངས་གསལ་བསྒྲགས་ཀྱི་དབང་ཚད་མེད་པ་དང་ཨ་རིའི་ཕྱོགས་ནས་ཉི་ཧོང་ལ་སྲུང་སྐྱོབ་ཀྱི་འགན་ཡོད་པ་གསུངས་ཡོད། དེ་བཞིན་རྒྱ་ནག་གི་རྒྱལ་སྲུང་བློན་ཆེན་གྱིས་རྒྱ་ནག་གི་སྔོན་ལ་གདོང་གཏུག་བྱེད་མི་སྲིད་ཅིང་རྒྱ་ནག་གི་བདག་དབང་སྲུང་སྐྱོབ་ཆེད་ངེས་པར་དུ་མཚོན་ཆའི་གྲ་སྒྲིག་བྱེད་རྒྱུ་ཡིན་ཚུལ་དང། ཨ་མི་རི་ཀས་རང་ཉིད་ཀྱི་མཐུན་ཕྱོགས་རྒྱལ་ཁབ་ཉི་ཧོང་དང་ཧྥི་ལི་པིན་གྱི་ཐོག་དོ་དམ་སྟངས་འཛིན་བྱེད་དགོས་ཚུལ་གྱི་ཉེན་བརྡ་བཏང་ཡོད་ཟེར། གནད་དོན་དབྱེ་ཞིབ་པ་ཚོས་མཚོ་གླང་བདག་དབང་གི་རྩོད་གཞག་དེས་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བའི་འཕེལ་རིམ་ཐོག་ཤུགས་རྐྱེན་ཆེན་པོ་བཟོས་ཡོད་པ་གསལ་བོ་ཆགས་ཡོད་ཟེར།